ཐ་ན་ང་རང་ཚོར་གནས་ཚུལ་མང་པོ་ཡོང་གི་དང། དེ་བ་ལ་ཡང་གནམ་གྲུ་བརྡབ་སྐྱོན་བྱུང་ནས། མི་ཚང་མ་ཤི་སོང་ནས་མི་གཅིག་གིས་དེ་འདྲའི་ལྷག་འགྲོ་གི་དང། དེ་ཚོ་ལྷག་འགྲོ་དུས་ང་ཚོ་གི་ཧང་སང་སང་ཞེ་བོ་བྱེད་གི་རེད་བ། ད་ལྟའི་ཡ་མཚན་པོ་ཞེ་བོ་འདུག་བསལ་བྱས་ནས་ཨ་ནི་ས་ཡོམ་བརྒྱབ་ཡོང་དུས་ཁང་པ་ལུག་བྱས་ནས་ཨ་ནི་མི་ག་ཤས་ཅིག་ཉི་མ་དུན་དེ་འདྲའི་ས་འོག་ལ་ཡང་ནོན་ནས་དེ་ནས་ཡང་ཨ་ནི་གསོན་པོ་མ་ཤི་བ་ལྷག་ཡོང་གི་དང། ད་དེ་ཚོ་ང་ཚོ་ཡ་མཚན་སེང་བྱས། ཨ་ནི་ཆོས་ལུགས་གཞན་པ་དོན་གྲུབ་ཡིན་ན་ད Miracle Race བྱས་ཅན་ད་དཀོན་མཆོག་གི་བེད་ཁོ་རང་འཁྲུལ་རེད་ཟེར་བོར་བས Miracle Race བྱས་ཅན་ཞི་བོ་རྩིས་ཀྱི་གདོང་ད་ང་ཚོ་ནང་ཆོས་ནས་ལས་མ་བྱེད་པ་དང་མ་འཕྲད་པ་གསལ་དེ་རེད། ཁོ་དེ་འདྲའི་གི་གནས་སྟངས་ཀྱི་འོག་ནས་ཤེས་ཡས་ཀྱི་ལས་དེ་མེད་པ་ཡིན་ཙང་ཨ་ནི་ཤེས་ཀྱི་ཡོད་མ་རེད། ད་དེ་འདྲའི་གི་ལས་མ་བྱེད་པ་དང་མ་འཕྲད་པའི་བསམ་བློ་དེ་ཤུགས་ཆེན་པོ་སླེབས་པ་ཡིན་ན། ཨ་ནི་ཁེ་ཕན་ག་རེ་ཡོད་རེད་ཟེར་དུས། ཨ་ནི་ཅིག་དུ་བ་ལ་ཡང་དཀའ་ཉེན་ག་འདྲས་ཞིག་འཕྲད་པ་ཡིན་ནས་དེ་ལ་ཡང་གདོང་ལེན་བྱེད་ཡས་ལ་ཡང་ཁེ་བ་ཞུ་གི་ཡོང་གི་རེད། ད་ནི་ངས་ནམ་རྒྱུན་ཞུ་གི་ཡོད་པ། ང་ཚོ་བོད་པའི་སྤྱི་ཚོགས་ནང་ལོགས་ལ་ཡ། ཅིག་མི་ཤི་སྐྱོན་ཆག་ད། ད། འཛམ་བུ་གླིང་ཡོངས་རྫོགས། མི་ནང་བཞིན་བྱས་བྱས་ནས་ཡོང་བསྡད་གི་ཡོད་རེད་པ། ཆག་སྒོ་ཡོང་གི་ཡོད་རེད། རེད་དེ་ལས་ང་རང་ཚོའི་བོད་པའི་སྤྱི་ཚོགས་ནང་ལོགས་ལ་ཡང་ཆག་སྒོ་དེ་ཡིག་གིས་རྐྱེན་པས་མི་ཤི་སྐྱོན་ཆག་དེ་ཡིག་གིས་རྐྱེན་པས་ཨ་ནི་ཅིག་ཡི་མུག་གི་ན་ཚ་ཟེར་ནས་མི་འདུག་ད་ལྟ Depression ཟེར་དང། ཨ་ནི Prolonged Grief ཟེར་དང་འོ་དེ་འདྲས་ཀྱི་དེ་གནས་སྟངས་དེ་ཉུལ་ཉུལ་ཞེ་པོ་ཅིག་རང། འོ་དེ་ཉུལ་ཉུལ་ཡོང་ཡས་དེ་ག་རེ་བཟོས་དུས་ལས་འབྲས་ཀྱི་རྣམ་བཞག་ཡོད་པ་དེ་གི་རེད་དང། ད་ཕྱི་རྒྱལ་མི་དེ་ཚོ་ཅིག་ལྟ་དང། མང་པོ་ཆེ་སྟེ་ཅིག་མ་འབྲས་བུ་ཡེ་ནས་ལས་ཨེ་ལམ་སང depression ཆགས་འགྲོ་གི་དོང། དེ་ཚོ་གཅིག་གཅིག་ཏུ་ཁག་ཡོད་མ་རེད་ཁོ་བསམ་བློ་བཏང་ས་གས་རག་གི་ཡོད་མ་རེད། ད་ང་རང་ཅིག་ཡག་པོ་ཞིག་པོ་བྱེད་ཡིན་དྲན་གི་ཡོད་རེད། ཨ་ནི་ཡང་དགོས་ཅིག་ཅིག་ཚེ་འདི་གཅིག་ཁོག་གི་བསམ་བློ་མ་དུ་མེད་པ་ཡིན་དུས་ད་ཚེ་འདི་ལ་ཡ་ག་ཅན་ཡག་པོ་འདྲ་བྱེད་དེ་ཉིན་འདྲ་ཡིན་པ་ཡིན་ན་ཡང་དགོས་ཆོས་པ་དེ་འདྲ་བྱས་ཅིག་དེ་བ་ལ་ཡ་ཅིག་དགོན་པ་ལྷ་ཁང་དེ་ཚོ་ཡེ་ནས་རེད་དེ་ཚོ་ལ་ཡ་ད་ཟ་ཉི་མ་དང་དེ་ཚོ་ལ་ཡ་ཆ་ཅན་ཅིག་འགྲོ་བསྡད་འོ་དེ་འདྲས་འགྲོ་བསྡད་པ་གང་ཞིག་ལ་ཨ་ནི་དེ་འདྲས་ཆགས་སྒོ་བྱུང་ཡོང་དུས་ད་ང་ག་རེ་ཡིན་ན། ང་བལ་ཁོ་རང་ཡིན་ལུགས་ཚུལ་ལྡན་ཞེ་བོ་ཅིག་བྱས་བསྡད་པ་ཡིན་ཟེར་གྱི་བསམ་བློ་དེ་ག་རེ་བཟོ་དུས་ཚེ་འདི་གཅིག་གི་བསམ་བློ་མ་གཏོགས་སྐྱེ་བ་སྔས་མའི་གི་བསམ་བློ་དང་སྐྱེ་བ་སྙེ་མའི་གི་ལས་འབྲས་ཟེར་གྱི་དེ་འདྲས་གི་རྣམ་གཞག་དེ་ཨ་ནི་ཅིག་ཤེས་གི་མེད་པའི་རྐྱེན་གྱིས། ཨ་ནི་བསམ་བློ་བཏང་མ་ཤེས་པ་བྱས་ཕྱིན་དགའ་ཉེ་ཡོང་གི་འདུག་ཨང། དེ་ང་རང་ཚོའི་བོད་པའི་སྤྱི་ཚོགས་ནང་ལ་ཉུང་ཉུང་ཞིག་བོར་བ། ང་རང་ཚོ་གཅིག་མི་ཤེས་སྐྱོན་ཆ་རེད་དེ་འདྲའི་ཆག་སྒོ་ག་རེ་བྱུང་བ་ཡིན་ལམ་སང་དང་པོ་ཁོ་ར་ག་རེད་ད་ལས་རེད་ད་བྱས་ཡོད་མ་རེད་ད་ལས་ལ་ཐུག་སོང་ན་དེ་འདྲའི་རེད་བྱས་ཕྱིན་ནི་ང་ཚོ་ལབ་སྲོལ་ཡོད་རེད་བ་མི་རྒན་པ་ཚོ། ཨོ་དེ་གི་དེ་འདྲའི་གི་བསམ་བློ་བཏང་བཏང་དེ་གི་ག་རེ་བྱེད་དུ་ཚུད་དུས་ད་དེ་ལ་ཡ་ཅིག་སྐད་སྙན་ཐོག་ཏུ་བབས་དུས། ཨན་དེ་ལ་ཡང་གདོང་ལེན་བྱེད་མཁས་པ། འོ་དེ་ཡིན་དུས་ད་ལས་མ་བྱས་པ་དང་མ་ཕྲད་པའང་བྱེད་ཅིང་འོ་དེ་ལ་ཡང་ཨན་བསམ་བློ་བཏང་དགོས། དེ་ནས་ལས་བྱས་པ་ཆུད་མི་ཟ་བར་བྱེད་ཅིང། ད་ལས་ཅིག་ས་ས་བའི་ཞུ་སྒོ་ལ་ད་ཁོ་མེད་པ་བྱེད་ཀྱི་མ་རེད། དཔེར་ན་ཅིག་ས་བོན་དང་དེ་འདྲ་ཡིན་པ་ཡིན་ན། ཡང་ཅིག་ཡུན་རིང་པོ་ཕྱིན་པ་ཡིན་ན། ཨ་ཁོ་ནུས་པ་ཉམས་འགྲོ་ཡས་དང། ཁོ་རུལ་འགྲོ་ཡས་དང། ཨ་ནི་དེ་འདྲས་ཀྱི་རྐྱེན་གྱིས་མེད་པ་ཆགས་འགྲོ་ཡས་ཡོང་གི་རེད། རེད་དེ་ལས་ནང་གི་རྒྱུ་འབྲས་ཟེར་ཡས་དེ། ཨ་ནི་སྡིག་པ་དང་དགེ་བ་གར་བསགས་ཡོད་པ་ཡིན་ནི་ལས། ཁོ། ནམ་ཞིག་རྐྱེན་དང་འཕྲད་པ་ཡིན་ན། ལུས་ཅན་རྣམས་ཀྱི་ལས་རྣམས་ནི་བསྐལ་པ་བརྒྱར་ཡང་ཆུད་མི་ཟ་ཟས་སྦྱོར་བ་ཚོགས་ཤིང་དུས་ལ་བབ་པ་ན་འབྲས་བུ་དེ་དག་ཉིད་དུ་འགྱུར་ཟེར་བྱས་ནི། ཨ་ནི་དུས་ཚོད་གཅིག་ལ་ཡས་ཁོ་རྐྱེན་ཆ་ཚང་གཅིག་ཚང་སོང་ན། ཨ་ནི་ཁོ་འབྲས་བུ་སྨིན་ཡོང་གི་རེད། འོ་འདི་གི་ཡ་གཅིག། དུས་ཚོད་ཡུན་རིང་པོ་ཞིག་དབུགས་ཀྱི་འཆིང་བས་རྒྱུ་མཚན་གྱིས་ཨ་ནི་མེད་པ་ཆགས་འགྲོ་ཡི་ཡོད་མ་རེད། ད་དེ་འདྲས་ཀྱི་ལས་དེ་ལ་ཡ་བཤགས་དམ་མ་བྱས་པ་ཡིན་ན་ཐིགས་པ་མི་སྐྱེ་བའི་ལས་ཡིན་པ་ཡིན་ན། ཨ་ནི་གཉེན་པོ་སྟོབས་བཞི་གི་སྒོ་ནས་ཨ་ནི་བཤགས་པ་བྱས་ནས་ཐིགས་པ་དེ་དག་བ་བྱས་མེད་པ་ཡིན་ན། ཁོ་ད་ཅིག། གང་ཟག་སྐད་སྒྲ་ཆེན་པོ་ག་འདྲའི་ཡིན་པ་ཡིན་ནས་ལས་ཨ་ནི་ལས་དེ་གི་རྣམ་སྨིན་མ་མྱོང་པ་བསྡད་ས་ཡོད་མ་རེད། ད་ནང་ང་ཚོ་འདི་མགོན་པོ་ཀླུ་སྒྲུབ་ཀྱི་དབུ་འབྱེད་དགོས་ཡ་གི་ལོ་རྒྱུས་དེ་ཚོ་ག་ཚུན་ཞུས་ཡིན་པ། འོ་དེ་འདྲས་རེད། ད་ལས་མ་བྱས་པ་ལས་བྱས་པ་ཆུ་མི་ཟ་བ་ཟས་དེ་གི་ཐོག་ལ་ཡ་ད་བསམ་བློ་བཏང་ནས་སོ་སོ་གི་ཡ་ཉེས་པ་སྐྱེས་པ་ཅིག་བྱུང་པ་ཡིན་ན། གར་ཡོང་གི་རེད་ཟེར་དུས། ཨ་ནི་ཅིག་སྡིག་པ་ཆུན་ཆུན་ཅིག་བསགས་ཡོད་པ་ཡིན་ནས་ལས་དེ་བཤགས་པ་བྱེད་ཡ་ལ་ཡ་འབད་རྩོལ་བྱེད་གི་རེད། དེ་གི་རྣམ་སྨིན་དེ་སྔ་འཆི་མ་གཏོགས་མྱོང་དགོས་ཀྱི་ཡོད་པ་ཡིན་དུས། ད་དེ་ཁོ་རྩ་བ་ནས་མེད་པ་བཟོ་ཡག་གི་འབད་རྩོལ་བྱེད་ཀྱི་རེད་པ་འོ་དེ་འདྲས་རེད། འོ་ཐུགས་སུ་ཆས་བྱས་ནས། ཨ་ནི་འདི་ད་འཕྲོས་བཤད་འདྲ་གར་ས་བོ་རེད་བསྐྱར་བཤད་འདྲ་བོ་ཅིག་རེད་ཁ་ཚིག་སྔོན་མ་ང་ཚོ་དེའི་སྐོར་ལ་ཡང་རྒྱས་པ་ཞུས་ཚར་རེད་རེད་བ། ད་ད་རིང་ང་ཚོ་ག་རེ་བཟོས་དུས། ཨ་ནི། ད། ཨ། ཅིག་སོ་སོར་ཕྱེས་ཏེ་བསམ་པ་ཟད་དེ། ད་དེ་འདྲའི་ལས་རྒྱུ་འབྲས་ཨ་ནི་ཅིག་ལས་འབྲས་ཟེར་ཏེ་གལ་ཆེན་པོ་བཞི་བོ་དེ་འདྲས་ཡིན་པ་ཡིན་ན། ད་ལས་འབྲས་ག་འདྲས་སུ་གསུངས་དགོས་ཀྱི་རེད་ལབ་ན། ད་སྡིག་པ་མི་དགེ་བ་སྤོང་དགོས་ཀྱི་རེད་ཨ་ནི་དགེ་བ་སྒྲུབ་དགོས་ཀྱི་རེད་ལབ་ཡོང་དུས། ད་ཅིག་དེ་འདྲས་བྱས་བྱས་ནས་བར་སྣང་གང་ལ་ཡག་ཐུག་བྱས་བྱས་ལབ་བཞག་པ་ཡིན་ན་ཨ་ནི་ཡང་སྒྲུབ་ཁག་པོ་ཡོང་རེ་བ་དེ་ཡིན་དུས་ཨ་ནི་གནད་འགག་ཆེ་དེ་ཚོ་སུ་འདོམས་ཅིག་རྒྱབ་བྱས་ནས་ཨ་ནི་དགེ་བ་བཅུ་དང། ཨ་ནི་མི་དགེ་བ་བཅུ་བྱས་བྱས་ནས། ལུས་ཀྱི་སྒོ་ནས་མི་དགེ་བ་གསུམ་རོ། ད་གཟོད་ལུས་ཀྱི་ལས་ནི་རྣམ་པ་སུ་ངག་གི་རྣམ་པ་བཞི་དང་ནི་གང་ཡང་ཡིད་ཀྱི་རྣམ་གསུམ་དུ་མི་བགྱིད་སྤྱོད་པ་སོ་སོར་བཤགས་བྱས་བྱས་ལ་བ་ན་བཞི་བྱས་བྱས་ནས། ཨ་ནི་ལུས་ཀྱི་སྒོ་ནས་མི་དགེ་བ་གསུམ། ངག་གི་སྒོ་ནས་མི་དགེ་བ་བཞི་ཡིད་ཀྱི་སྒོ་ནས་མི་དགེ་བ་གསུམ། ད་འདི་མང་ཆེ་གི། ཡང་སྒོས་ད་ལྟ་འཛིན་གྲྭ་ལ་ཡ་བྷེ་གཉིས་མང་ཆེ་གི་ད་མཁྱེན་གི་ཡོད་རེད་བ། མཁྱེན་གྱི་ཡོད་རེད་ད་དེ་ཅིག་གནས་ཚུལ་གསར་པ་འགས་མ་རེད་རེད་དེ་ལས་ད་དེ་ག་རེ་ཟེར་གོ་རེད། དྲན་གསོ་ཟེར་ནས་མི་འདུག་ད Revision འདྲ་པོ་ཅིག་ཆགས་འགྲོ་གི་རེད་བ་བསྐྱར་བཤད་འདྲ་པོ་བྱས་རེད་བ། འོ་དེ་ཡིན་དུས་ད་ག་འདྲས་ག་འདྲས་རེད་ཞུས་པ་ཡིན་ན། ད་ལུས་ཀྱི་སྒོ་ནས་མི་དགེ་བ་གསུམ་དེ་ཨ་ནི། སྲོག་གཅོད། མ་བྱིན་པ་ལེན་པ། ཨ་ནི། འདོད་པའི་ལོག་པར་གཡེམ་པ། བྱེད་བྱེད་ནི། གསུམ་བྱེད་ཨ་ནི་ངག་གི་སྒོ་ནས་མི་དགེ་བ་དེ་ལ་བརྫུན་ཕྲ་མ་ཚིག་རྩུབ་ངག་འཁྱལ། ཨ་ནི་ཡིད་ཀྱི་སྒོ་ནས་མི་དགེ་བ་གསུམ་དེ་ལ་བརྣབ་སེམས་གནོད་སེམས་ལོག་ལྟ། འོ་དེ་རེད། ད་དེ་ཚོ་རེ་རེ་བྱས་ནས་མ་ཕྱིན་པ་ཡིན་ན་ད་ནམ་རྒྱུན་ང་ཚོ་ཅི་བཤད་འདྲ་བོ་ཅིག་བྱས་ནས་འགྲོ་བསྡད་ཀྱི་ཡོད་རེད་བ་ད་ད་རིང་དེ་ལ་ཡ་ཁོ་ལམ་རིམ་དེ་ཚོ་ནང་ལ་ཡོད་པ་ནང་བཞིན་བྱས་བྱས་ནས་ཨ་ནི་གཞི་ཡི་བསམ་པ་འབྱོར་བ་མཐར་ཐུག་བྱས་བྱས་ནས་རྒྱལ་པོ་ཞེས་མ་ཅིག་ཞུས་པ་ཡིན་ན།

ད་ཅིག། ག་རེ་ཟེར་བ་རེད། སེམས་ཅན་གཞན། དུད་འགྲོ། དེའི་ནང་ནས་འབུ་སྲིན། ད་དེ་ཚོ། སྲོག་བཅད་ཡ་ལ་ཡ་ང་ཚོ་གི་ཡ། ག་རེ་ཟེར་བ་རེད། ཞེ་ནང་ཚེ་ན་དེ་ག་ས་བྱེད་ཀྱི་ཡོག་མ་རེད་བ། ད་ནི་སྲོག་གཅོད་ཀྱི་ལས་དེ་ཚོ། ང་ཚོས་སྤུས་དག་པོ་ཞེ་བོ་ཅིག་བྱེད་ཀྱི་ཡོག་རེད་ད། དཔེར་ན་དཔེ་ཅིག་ཞུས་པ་ཡིན་ན།

ཁོང་ཁྲོ་ཞེའོ་ཅེས་ལངས་རྗེས་ཨ་ནི་ཁོ་སྐད་རྒྱབ་རྩེ་ལོ་ལ་ཡང་གསལ་གྱི་བསམ་བློ་དེ་གི་ཐོག་ནས་ཨ་ནི་བཞུགས་དང། ལྷག་བསད་དང་ཞུས་ནས་ཨ་ནི་མཚམས་མཚམས་དུ་ཀྲང་ཤི་ཡའི་ཚབ་ལ་ཡང་སོ་སོ་ལ་འགྲམ་ལྕག་ཚགས་མཐའ་གཅོད་རེ་རེ་ཞུས་བྱས་ནས་འོ་དེ་འདྲའི་ཡོང་གི་འདུག་ཨ། ད་དེ་ཚོ་ཡག་པོ་ཞིབ་འཇུག་བྱས་དང་སྤུས་དག་པོ་ཞེའོ་ཅེས་ཆགས་ཡོད་རེད་སྡིག་པ་དེ་ཚོ།

དེ་ཡིན་དུས་སྦྱོང་དངོས་མཇུག་གསུམ་ཚང་མ་སྤུས་དག་པོ་ཞེ་བོ་ཅིག་བྱས་ཡོད་རེད། ཨ་ནི་ཁོང་ཁྲོ་ཤུགས་ཆེན་པོ་བྱས་པ་ཡིན་ཙང་དེས་སྡིག་པ་དེ་ཚ་བས་ཆེན་པོ་ཆགས་བསྡད་ཡོད་རེད། ད་དེ་གཅིག་པ་གཅིག་རྐྱང་རེད། ཁོ། དུག་སྦྲང་ཆུན་ཆུན་གྱིས་བསད་པ་དང་ད་ལྟ་དེ་ལ་ཡང་པར་ཡོད་དེ་ཉེན་ཁའི། དེ་གདོང་ཨ། ཅིག་བ་ཅུ། ཆེན་པོ་དེ་འདྲས་ཅིག་བསད་པ་གཅིག་པ་གཅིག་རྐྱང་རེད་ད། སྲོག་བཅད་པ་རེད། རེད་བ།

འདིས་ང་ཚོ་ཡ་དི་གྷས་ཀྱི་ཁ་ནས་ཅིག་ལན་འབྲས་བཤད་པ་ཙམ་མ་གཏོགས་ལན་འབྲས་ལ་ཡ་དི་གྷས་ཀྱི་རྩིས་ཀྱི་མེད་པའི་རྟགས་རེད་པ། ད་རེད་རེད་སོགས་ཅེས་ནས་དིག་པ་ཡོད་ད་ཡོད་རེད་ཏེལ་ཨེས་བྱས་བྱས་ནས་ནི་སེ་བྱ་གི་ཡོད་རེད་པ། དངོས་གནས་དྲང་གནས་ཀྱི་སྲོག་གཅོད་སེ་ཡ་དི་གྷས་ཡ་ཨ་ནི་རྣམ་གཡེང་ག་རེ་ཡོད་པ་བསམ་བློ་ཆ་ཚང་ཅིག་སོ་ཤེས་བཟོ་ན་ཤེས་པ་ཙམ་དུ་མ་ཟེར་བས་དེ་ལ་ཡ་སེམས་གཏིང་གི་ཡིད་ཆེས་ཡོད་ན་རྩ་བ་ཉིད་ནས་བྱེད་ཀྱི་མ་རེད།